ཁྱེད་ཀྱིས་ང་ཚོའི་ཀ་མེད་ན་ངའི་དང་པོ་དེ་ཨ་ནི་སྤྱི་སུ་དང་ཤ་ཡོན་ཏན་རྒྱ་མཚོ་ལགས་འདི་འདྲ་ཆགས་ཀྱི་ཡོད། ཨ་སྤྱི་སུ་དང་དང་ཤ་ཡོན་ཏན་རྒྱ་མཚོ་ལགས་ཀྱིས་ཨ་ནི་ད་མི་ཚེ་ཀྱི་ལོ་རྒྱུས་མདོར་ཙམ་ཅིག་མ་ཅིག་ཞུས་པ་ཡིན་ན། ཨ་སྤྱི་སུ་དང་ཤ་དང་ཤ་ཡོན་ཏན་རྒྱ་མཚོ་ལགས་ལྟོས་དིང་རི་གངས་དཀར་དུ་གྲོངས་འདུག་ཨ་ནི་ད་རེས་ད་ལྟའི་ཆར་དགུང་ལོ་བརྒྱད་ཅུ་གྱ་བདུན་ཕེབས་ཀྱི་འདུག་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནང་ཨ་ནི་ཤར་ཁུམ་བུའི་ནང་སྐྱབས་བཅོལ་དུ་འབྱོར་རྗེས་ཨ་ནི་ཤར་ཁུམ་བུའི་བོད་མིའི་སྐྱབས་བཅོལ་རིམ་འབྱོར་སྐབས་ཨ་ནི་མི་མང་འཐུས་མིའི་ལས་འགན། ལོ་གཅིག་ཙམ་ཞུས་གནང་འདུག་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་ནས་རྒྱ་གར་རྡོར་གླིང་བཙན་རྒོལ་བཙན་རྒོལ་རྒྱལ་ཁྱབ་གསང་ལས་ཞབས་ཞུ་ལོ་བདུན་དེ་འདྲ་ཞུས་གནང་འདུག་བོད་ནང་རང་སྲོག་བློས་བཏང་གིས་ཨ་ནི་དེ་འདྲ་རང་སྲོག་བློས་བཏང་གིས་དེ་འདྲ་སེང་ཡང་ཕེབས་གནང་འདུག་དེ་ནས་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་གསང་ལས་ནས་ཨ་ནི་དགོངས་པ་ཞུས་ཞུས་གནང་འདུག་དེ་ནས་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་བཞི་ནས་རྡ་སར་རང་སྡེ་ཚོགས་ཆུང་གི་དངུལ་གཉེར་སོགས་ཀྱི་ལས་འགན་ཞུས་པ་མ་ཟད། རྡ་ས། སྟོད་པའི་སྐྱིད་སྡུག་གི་ཚོགས་གཙོ་དང་ཚོགས་གཞོན། དག་སྣང་ཞིང་གི་དབུས་གཙང་ཆོལ་ཁའི་ཚོགས་གཙོ་དང་ཚོགས་གཞོན་སོགས་ཀྱི་ལས་འགན་ལོ་མང་ཞིག་དེ་འདྲས་གནང་མྱོང་འདུག་དེ་ནི་དབུས་ཚོགས་པ། དབུས་ཚོགས་པ་བརྒྱད་ཀྱི་ཞི་བའི་གོམ་བགྲོད་ཐེངས་གཉིས་ཀྱི་ཚོགས་གཙོ་ཚོགས་གཞོན་གྱི་ལས་འགན་ཡང་དེ་འདྲས་ཞུས་གནང་འདུག་དེ་ནི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ནས་བོད་རིགས་ཆོལ་གསུམ་ཆིག་སྒྲིལ་ཚོགས་པའི་དྲུང་ཆེ་དང་དངུལ་གཉེར་སོགས་ལོ་ཉི་ཤུ་རྩེ་གཅིག་རིང་ཞབས་ཞུ་ཞུས་པ་དང་བོད་མི་མང་སྤྱི་འཐུས་སྐབས་བཅུ་གཉིས་པའི་དབུས་གཙང་སྤྱི་འཐུས་ཨ་ནི་ལོ་ལྔ་དེ་འདྲ་ཞུགས་གནང་འདུག་རྡ་ས་ས་གནས་གྲོས་ཚོགས་སྐབས་བཞི་པའི་ཚོགས་གཙོ་ཡང་ཨ་ནི་ལོ་གསུམ་དེ་འདྲ་གནང་མྱོང་འདུག་དེ་ནས་ཉིས་སྟོང་བརྒྱད་ནས་དབུས་མའི་ལམ་མི་མང་ལས་འགུལ་ཁང་གི་འགན་འཛིན་གཞོན་པ་ཨ་ནི་ལོ་བརྒྱད་དེ་འདྲ་བཏང་གནང་འདུག་ཨ་ནི་ད་ལྟའི་ཆར་དགུང་ལོ་བརྒྱད་ཅུ་གྱ་བདུན་ཕེབས་ནས་ལས་ཨ་ནི་འཚེ་མེད་ཞི་བའི་ལྟ་གྲུབ་སྦྱོང་བརྡར་བསྟི་གནས་ཁང་གི་འགན་འཛིན་ལྷན་ཚོགས་ཀྱི་འགན་འཛིན་ལས་ཚབ་དང་རྒྱུན་ལས་ཞུ་དང་ཞུ་བཞིན་པ་དེ་འདྲ་ཆགས་ཀྱི་འདུག་དང་ནང་བཞིན་གྱི་ང་ཚོ་གི་སྤྱི་སོས་ཡོན་ཏན་དང་ཧྲ་ཡོན་ཏན་རྒྱ་མཚོ་ལགས་ཀྱི་དེབ་བཞི་དེ་འདྲ་རྩོམ་སྒྲིག་གནང་འདུག་དེབ་བཞི་དེའི་དེབ་དང་པོ་དེ་བོད་གཞིས་བྱེས་གཉིས་སུ་རང་གི་མཐོང་ཐོས་མྱོང་འགྱུར་གྱི་དངོས་བྱུང་ལོ་རྒྱུས་རྩོད་པ་དེ་འདྲ་གཅིག་བྱས། དེབ་གཉིས་པ་དེ་གཉིས་པ་དང་གསུམ་པ་དེ་འདྲ་བྱས། Part One Two འགྲོ་བྱེད་ལེགས་ར་དེ་འདྲ་འགྲོ་བྱེད་རེད། དབུ་མའི་ལམ་གྱི་གོང་གཞི་དང་དམིགས་ཡུལ་བྱུང་རིམ། དེབ་བཞི་པ་དེ་བཙན་བྱོལ་ནང་གི་མི་ལོ་དྲུག་ཅུའི

ཨ། གངས་རིའི་ར་བར་བསྐོར་བའི་ཞིང་ཁམས་འདི་བྷནྡྷ་ལྡེ་བ་མ་ལས་བྱུང་བས་ནས། སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡིན་ཞབས་པད་སྲིད་སྟེར་བར་དུ་བསྟན་པར་ཤོག། སྨོན་ལམ་ཞུ་བ་དང་ཆབས་ཅིག་ཨི་འཐད་དོན་འདིའི་ནང་ལ་ཡང་ཕྱག་ལེན་གནང་མཁན་ལྷ་འབངས་ལྷན་རྒྱས་དང་མཆོག་གསུམ་སྤུན་ཟླ་རྣམས་ལ་ངས་ཚང་མ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ལྷ་འཐད་དོན་འདི་ཡི་ནང་ནས་ཕྱག་ལེན་གནང་མཁན་པདྨ་ལྷ་མཚོ་ལགས་ནས་འདིར་བར་ལམ་སྤྱི་འཐུས་རྣོ་གླིང་ནང་ལ་ཁྱེད་རང་གི་བསམ་ཚུལ་གང་ཡོད་པ

དེ་ནི་ཚང་མས་ད་ཁྱད་བསགས་ལ། ཁྲིམས་བཞི་པ་གསུམ་དང། སྐབས་བཅུ་དྲུག་པ་དང་བཅུ་བདུན་པའི་སྤྱི་འཐུས་རྣམས་ཀྱི་བར་ལ་རྙོག་དྲ་གང་ཡོད་པ་དེ། ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས། ཕྱི་ལོ་ཉིས་སྟོང་བརྒྱད་མེ་ཉི་ཤུ་རྩ་གཅིག་ཟླ་བ་བཅུ་བའི་ཚེས་བདུན་ནས་རྙོག་གླེང་ཚང་མ་གཙང་མ་གཙང་རྐྱང་ཆགས་ཚར་རེད། གཙང་ཆགས་ཆགས་ནང་ཁ་གཡར་ད་ཆ་དུས་རྟགས་མ་ཆགས་ཚར་རེད། ཡིན་ན་ཡང་སྐབས་བཅུ་བདུན་གྱི་དེ་ནི་པའི་གྲོས་ཚོགས་ཀྱི་ནང་ལ་རྙོག་གླེང་དེ་ཡང་བསྐྱར་ཞི་ནས་ཡར་བསླངས་ཡོང་དགོས་པ་རེད་གང་ལྟར། ད་དེ་སོང་དུས་སྐབས་འདིར་ངས་ཐོག་མར་རྙོག་གླེང་དེ་ཡར་བྱུང་བ་ནི་ཨ་ནི་སོ་སོས་ཡང་གང་མཐོང་ཐོས་བྱུང་བ་དེ་དོ་དུས་ཀྱི་མར་སྙན་གསང་ཞུ་ག་བསམ་ནས་དེ་ང་ཞོའི་ཡིན། ད་གི་ཚང་མས་མཁྱེན་གསལ་རེད། སྐབས་བཅུ་པོའི་སྤྱི་འཐུས་རྒྱུན་ལས་དང་ཁྲི་བཞི་པ་གསུམ་གྱི་ཐོག་མར་རྙོག་དྲ་དེ་རྒྱ་ནག་ནས་མཆེད་པའི་ནད་ཡམས་དེ་ལ་ཐུག་ཡོད་རེད།

ཆེས་མཐོའི་ཁྲིམས་ཞིབ་ཁང་ནི་ཁོང་ཚོ་ལ་ཉེས་ཆད་ཆུང་ཆུང་ཞིག་བཏང་ཡང་ད་ཉེས་བ་གང་ད་ཁོ་ཉེས་ཆད་ཉེས་བ་ཅིག་བཏང་གི་རེད་བ། ཨོ་ད་ངས་ཨ་ད་ཏུག་ཙི་མ་བལྟས་བསྡད་དེ་གང་འདུག་རྩ་ཁྲིམས་ལ་རྩིས་མེད་ཀྱི་ཁྲིམས་ཁང་གནང་མཁན་དེ་སུ་རེད་ཟེར་གསུངས་ན་རྒྱུན་ལས་སྐབས་བཅུ་གཅིག་པ་སའི་ཁྲིམས་ཁང་ཡིན་པ་གསལ་བོ་ཆགས་ཡོད་རེད། གང་ཡིན་ཟེར་ན་ཕྱི་ལོ་ཉིས་སྟོང་གྱ་མེད་ཉི་ཤུ་ཟླ་བ་བརྒྱད་པའི་ཚེས་བཅུ་ལ་ཀང་ར་རྫོང་དགོན་གྱི ATM གི་ལག་གིས་གང་བཀའ་གནང་ཡོད་རེད་ཟེར་ན། རྩ་བའི་གྲོས་ཚོགས་ཚོགས་པ་ལ་སྐྱོན་ཡོད་མ་རེད། ལས་ཁུངས་གཡས་གཡོན་ལ་གཡས་གཡོན་དང་ཞབས་བཀྱག་ལ་དུག་རྩལ་གནང་དགོས་པ་དང། ཁ་རས་གྱོན་ནས་བཀའ་མོལ་གནང་ན་འགྲིག་གི་འདུག་ཟེར་ནས་བཀའ་བཀྲོལ་གནང་ཡོད་རེད། ད་དེ་ལྟར་ཕྱོགས་མཚུངས་སྔ་ཕྱི་ཉིས་སྟོང་གྱ་མེད་ཉི་ཤུ་གྱ་བརྒྱད་པའི་ཚེས་བཅུ་གསུམ་གྱི་ཉིན་དེ་ཀང་ར་རྫོང་དོན་སྒྲིལ་སྲིད་ཕྱོགས་དང། ཨ་ནེ་སྐུ་སྲུང་གི

ཚོགས་འདུ་ཚོགས་ཐུབ་ཀྱི་ཡོད་རེད། ག་རེ་ཟེར་ཚོགས་ཐུབ་ཀྱི་འདུག་ཟེར་ན་གྲོས་ཚོགས་ཀྱི་ནང་ལ་སྤྱི་འཐུས་བཞི་བཅུ་ཞེ་ལྔ་ཡོད་རེད། སྤྱི་འཐུས་བཞི་བཅུ་ཞེ་ལྔ་ནང་ནས་སྤྱི་འཐུས་སུམ་ཅུ་ཐམ་པའི་འདི་དེ་གྲོས་ཚོགས་ཚོགས་ཀྱི་ཚོགས་ཆོག་གི་ཡོད་རེད། རྡ་རམ་ས་ལ་ལ་སྤྱི་འཐུས་རྒྱུན་ལས་བཅུ་གཅིག་རྒྱུན་དུ་གོ་བྱེད་ནས་ཞུགས་ཡོད་རེད། ཧི་མ་ཅལ་གྱི་ནང་ལ་སྤྱི་འཐུས་ཟླ་བ་ཕུན་སྐྱིད་ལགས་སྒྲོལ་མ་ཚེ་རིང་ལགས་ཟླ་བ་ཚེ་རིང། ལྷ་རྒྱ་རི་རྣམ་རྒྱལ་སྒྲོལ་དཀར། བསྟན་འཛིན་འཇམ་དབྱངས། མདོ་སྨད་ཀྱི་སྤྱི་འཐུས་ཐུབ་བསྟན་ལུང་རིགས་ཡེ་ཤེས་སྒྲོལ་མ། ཚེ་རིང་ལགས་མོ་མདོ་སྟོད་ཀྱི་སྤྱི་འཐུས་སྒྱུ་རྩལ་དཀོན་མཆོག། བློ་བཟང་གྲགས་པ། ཕྱི་ལུགས་སྤྱི་འཐུས་འབའ་ར་ཚེ་དབང་བཀྲ་ཤིས། ཐུབ་བསྟན་རྒྱ་མཚོ། སྤྱི་འཐུས་བཅུ་གཉིས། དེ་མ་ཅག་ནང་ལ་ཡོད་རེད། དེའི་སྐབས་རྒྱུན་ལས་བཅུ་གཅིག་བྱས་ན་སྤྱི་འཐུས་ཉི་ཤུ་རྩ་གསུམ། རྡ་རམ་ས་ལ་ནས་ཞུགས་ཡོད་རེད་པས་ན། ཕྱི་ལོགས་ནས་སྤྱི་འཐུས་དུས་ཡུན་མི་འདི་སྐད་བཏང་དགོས་ཡོད་མ་རེད། ད་ལྟ་དེ་དུས་སྐབས་དེ་འདྲ་རྒྱ་གར་རྒྱལ་ཡོངས་ནང་ལ་གནམ་གྲུ་འགྲོ་གི་ཡོད་རེད། རྡ་རམ་ས་ལ་གནམ་གྲུ་རྒྱུན་དུ་ཡོང་གི་ཡོད་རེད་གང་ལྟར།

ཨ་ཁྲིམས་ཁ་དེ་རྒྱུན་ལས་བཅུ་གཅིག་གནང། ཨ་ནི་ནག་ཉེས་དེ་ཁྲིམས་ཞུགས་ལ་གསུམ་ལ་ཡ། ཀ་ཨ་ནག་ང་དེ་གསར་བ་བྱེད་པོ་ཆགས་འགྲོ་གི་རེད་གང་ལྟ། ད་དེ་ང་ཚོ་གི་མི་དང་གི་མི་དང་མཁྱེན་དགོས་བ་རེད། ད་དེ་ནི་ག་རེ་གནང་ང་རེད་ཟེར་ན། ཕྱི་ལོ་ཉིས་སྟོང་བརྒྱ་མ་ཉི་ཤུ་རྩ་གསུམ་སྤྱི་ཟླ་གསུམ་དུས་ཀྱི་ཉི་ཤུ་རྩ་གཉིས་ལ་སྐབས་བཅུ་དྲུག་པའི་སྤྱི་འཐུས་གྲོས་ཚོགས་ཚོགས་ཐོག་བཅུ་བྷེ་ཀྱི་སྟེང་ལ། ཁོང་ཚོས་གྲོས་ཆོད་ཨང་སུམ་ཅུ་སོ་ལྔ་ཟེར་ང་དེ་བཞག་བྱས

ཟུར་པ་བཅུ་གིས་ཁྲིམས་ཞིབ་བ་གསུམ་གྱིས་ཁྲིམས་ཁང་བྱས་མེད་པའི་ཁྲིམས་དོན་ངོས་འཛིན་གསལ་བསྒྲགས་གནང་ཡོད་རེད། སྐད་འཕྲིན་ཤུལ་ལ་བཀའ་ཁྲི་ཟུར་པ་ཟངས་མདོག་རིན་པོ་ཆེ་མཆོག་ནས་བཅའ་ཁྲིམས་ཀྱི་གྲོས་ཆོད་གནང་ཡོད་རེད། དེ་ནས་བཀའ་བློན་ཁྲི་ཟུར་དང། བཀའ་ཟུར་ཉི་ཤུ་རྩ་གཉིས་དང། སྤྱི་འཐུས་ཉི་ཤུ་རྩ་བཞི། གཞུང་ཞབས་ཟུར་པ་བརྒྱ་དང་ལྔ་བཅུ་ང་དགུ། ཆབ་སྲིད་བཙོན་ཟུར་བརྒྱ་དང་བརྒྱད། གཞོན་ནུའི་ཟུར་པ

བློ་བཟང་སེང་གེ་མཆོག་གིས། ཁྲིམས་བསྒྲགས་ཀྱི་གྲོས་ཆོད་ཨང་སུམ་ཅུ་སུམ་ཅུ་དེ་ལ་རྒྱབ་སྐྱོར་གནང་ཆེད། ཁྲིམས་ཞིབ་པ་གསར་པ་གསུམ་བསྐོས་ཀྱི་ཡིན། དེ་ཡང་ཆོལ་ཁ་རེའི་ནས་འོས་མི་གསུམ་གསུམ་བཏོན་ཆེད། གྲོས་ཚོགས་ནས་འོས་འདེམས་ཀྱིས་ཁྲིམས་ཞིབ་པ་གསུམ་བསྐོས་ཀྱི་ཡིན་གསུངས་ནས་གསར་བསྐོ་གསར་བསྒྲགས་གནང་བ་རེད། གསར་བསྒྲགས་གནང་ནས། དེའི་བྱུས་བྱས་ལ་ཁྲིམས་ཞིབ་པའི་ནང་འགལ་རག་གི་མི་འདུག་གསུངས་བ་རེད་ད་གང་ལྟར་ཁྲིམས་ཞིབ་པའི་ནང་འགལ་རག་ཡོད་མ་རེད། ད་དེ་བཞིན་གང་འདོད་དཔལ་ལྡན་ཁྲིམས་ཞིབ་པ་གསུམ་གྱིས་གང་གསུངས་ཡོད་རེད་ཟེར་ན། ང་ཚོས་ཁྲིམས་ཁང་གང་ཡང་བྱས་མེད་ད། ང་ཚོས་ཁྲིམས་ཁང་བྱས་པས་ཁོང་ཚོ་ལ་ཁུངས་སྐྱེལ་གང་ཡང་གནང་ཡ་མི་འདུག་ཟེར། དེ་གསུངས་དུས་གང་འདུག། ཨ་ནི། མི་མང་གིས་རེ་འདོད་གནང་ང་ད། ཨ་ནི་ཁོང་ཚོས་བྱས་ཏེ་སོ་སོ་གི་ཞབས་བཅག་དག་ལ་སོ་སོ་ཡ་ད་ལ་རང་འཇགས་ཕེབས་པ་རེད་ག་ལ་ཁོས་ཁུངས་སྐྱེལ་བྱས་མེད་དུ་ད་རང་འཇགས་ཕེབས་པ་རུ་བ། རང་འཇགས་ཕེབས་པ་རེད། ད་དེ་ཞུ་ལ། བཀའ་བློན་གསར་རྙིང་ཕེབས་ལེན་གནང་ཡ་རེད། གནང་ཡ་ཡིན་དུས་སྲིད་སྐྱོང་བློ་བཟང་སེང་གེ་མཆོག་ནས་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ལ། ཨ་ནི་ཞགས་པ་འི་ཐོག་ནས་རྩིས་ཕུལ་གི་ཡིན་ད་རང་ཚེ་ལ་ཡར་ཕེབས་རོགས་གནང་ཟེར་ཆེ་ནས་གསུང་ག་རེ་གོ་ཐོས་བྱུང། གང་དག་གང་ཡིན་རུང་མེད་རུང། ཨ་ནི་ཡར་རྡ་ས་ལ་ཡར་ཕེབས་བྱས། ཕྱི་དྲིལ་ཁྲིམས་ཞིབ་ཁང་དུ། ཨི་སྲིད་སྐྱོང་གསར་པའི་ཁྲིམས་ཞིབ་པ་མཆོག་ལ་དམ་བཅའ་ཞུ་ཡ་དང། སྲིད་སྐྱོང་གསར་རྙིང་གཉིས་རྩིས་ལོས་རྩིས་སྤྲད་གནང་ཡ་སྐབས་ལ། ཨ་ནེ་ལྷ་རྗེའི་སྲིད་ཞིའི་གཙུག་རྒྱན ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་གྲ་སྙན་བརྒྱུད་ནས། ཆེད་ཕེབས་ཀྱིས་བཀའ་སློབ་གསུམ་གྱི་དུས་ཚོད་གནང་རོགས་གནང་ཟེར་ནས་གསོལ་འདེབས་ཞུ་བ་གནང་བ་རེད། གསོལ་འདེབས་ཞུ་ཡོན་གནང་དོན་འོན་ཏེ ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དྲ་ལམ་བརྒྱུད་ནས་ཕེབས་ཆེད་བཀའ་གང་ཡང་གང་གནང་ཡོད་རེད་ཟེར་ན། ཨ་ནེ་དེ་རིང་འདིར་གཙོ་ཆེ་ཤོས་མི་མང་གིས་འོས་འདེམས་བྱས་ནས་ཡར་ཐོན་པའི་སྲིད་སྐྱོང་གསར་བ་དང། དེ་སྔ་འདས་པའི་ལོ་ཁ་ཤས་ཀྱི་རིང་ལ་སྲིད་སྐྱོང་ལས་འགན་འཁྱེར་བའི་སྲིད་སྐྱོང་ཟུར་པ་ཁྱེད་གཉིས་གཙོ་བོ་གྱུར་བའི་གྲོགས་པོ་ཚང་མ་ལ་ཞུ་རྒྱུ། བོད་ནི་ལོ་རྒྱུས་ལྡན་མི་མི་རིགས་ཤིག་རེད་དེ་ཡང་ཟུར་རྒྱུ་མེད་པ་ཞིག་རེད། རྒྱ་བོད་སུན་ཙན་སྒམ་པོའི་སྐབས་ནས་བཟུང་མངའ་བདག་ཁྲི་ར་བ་ནས་བཟུང་རྒྱ་བ་སྐུ་མདུན་རིན་པྲེ་ནས་བཟུང་བོད་ཀྱི་སྒྲིག་འཛུགས་ཤིག་ཡོད་རེད། ལོ་རྒྱུས་རིང་པོ་ཕྱིན་པའི་སྒྲིག་འཛུགས་ཤིག་ཡིན་དུས། བཙན་བྱོལ་གྱི་ནང་ལ་ལོ་དང་པོ་དང་གཉིས་པ་ནས་བཟུང།

བཙན་བྱོལ་ལ་ཡོད་པའི་བོད་པའི་འབུམ་ལྷག་ཅིག་གིས་རང་དབང་ཡོད་པ་དེ་རང་དབང་གང་བླང་གང་བཙན་བཙན་བྱོལ་སྒྲིག་འཛུགས་ཅིག་དང་དེ་ཡང་མང་གཙོ་མཐར་ཕྱིན་པ་ཞིག་འཛུགས་སའི་ཚོགས་གནང་ཡོད་རེད་དེ་རིང་འདིས་སྲིད་སྐྱོང་གསར་བ་དང་རྙིང་པ་ཁྱེད་རྣམས་ལ་བཀྲ་ཤིས་བདེ་ལགས་ཡོད་ཟེར་ནས་ལྷ་མོ་རིན་པོ་ཆེ་བཀའ་དེ་གནང་ཡོད་རེད་ད། ད་དེའི་ཤུགས་ལ་གོང་ས་སྐྱབས་མགོན་ཆེན་པོ་དབུ་བཞུགས་ཀྱི་ཐོག་ལ། གོང་ཞེ་ཚེ་སྐྱབས་མགོན་ཆེན་པོ་དབུ་བཞུགས་ཀྱི་ཐོག་ལ་དཔལ་ལྡན་ཁྲིམས་ཞིབ་པ་དྭགས་པོ་སེར་ནག་ནོར་བུ་མཆོག་གི་མདུན་དུ། དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་དམ་འབུལ་ཞུས། དམ་འབུལ་ཞུས་ཏེ་ཞེས་དམ་འབུལ་ཞུས་ཟིན་པ་དང། སྲིད་སྐྱོང་རྙིང་པས་སྲིད་སྐྱོང་གསར་བ་ལ་ལྗགས་རྟགས་དང་བཀའ་གདམས་ཤིས་ཚིག་བཅུ་བརྒྱད་མ། རྩིས་འབུལ་ཞུས་གནང་བ་རེད། རྩིས་འབུལ་ཞུས་གནང་རྟེན་མཛད་སྒོ་ཞབས་རྗེས་ཚུགས་པ་གནང་བ་རེད། དཔལ་ལྡན་ཁྲི་བཞི་པ་གསུམ་བསྐྱོད་པའི་བཀའ་གཙང་ཡིན་པ། ཨ་ནེ་གཙོ་བྱས་ཤོག་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། སྲིད་སྐྱོང་རྣམ་གཉིས་གཙོས་གཞུང་ཞབས་ལས་བྱེད་དང་མི་མང་རྣམས་ཀྱིས་གསལ་བོར་ཆགས་ཡོད་རེད་ད་གང་ལྟར་ཁོང་ཚོ་སྐབས་བཙལ་རྐྱང་ཡིན་པ་དེ་དེ་ལྟར་འདུག་རྒྱུ་གཅིག་རེད། ད་དེ་ཞུ་ལ་ཕྱི་ལོ་ཉིས་སྟོང་གྱ་མི་ཉི་ཤུ་ཟླ་བ་དྲུག་པའི་ཚེས་བརྒྱད་ཉིན་སྔ་དྲོའི་ཆུ་ཚོད་དགུ་པའི་ཐོག་ལ། སྤྱི་འཐུས་ཚོགས་དྲུང་ལས་ཁང་གི་གོ་སྒྲིག་གི་བར་ལ་བར་བསྐལ་ཚོགས་གཙོ་དེ་སྤྱི་འཐུས་མང་ཤོས་གནང་མཁན་སྐུ་ངོ་ཟླ་བ་ཚེ་རིང་ལགས་བསྐོ་གཞག་གནང་བ་རེད། སྐུ་ཞབས་བསྐོ་གཞག་གནང་རྗེས་ཟླ་བ་ཚེ་རིང་ལགས་ནས་ཆེས་མཐོའི་ཁྲིམས་སྤྱི་པའི་མདུན་དུ་དམ་བཅའ་བུ་བཞིན་པའི་སྐབས་ལ། ཨ་ནི་ཆོས་བརྒྱུད་ཀྱི་སྤྱི་འཐུས་དང་མདོ་སྟོད་ཀྱི་སྤྱི་འཐུས་ཁག་ཅིག་གིས། ཉིན་སྔོན་མར་ཚོགས་ཆུང་ལས་ཁུངས་ལ་ངོ་ཅག་གིས་ཚོགས་ཆུང་ནང་ལ་ཁོང་ཚོ་བཀའ་བཏང་ཆེད་ཨ་ནི་ལས་རིམ་ཟུར་དུ་བཅུག་པ་རེད། ཆོས་བརྒྱུད་འདེམས་ཐོན་བཅུ་དང་མདོ་སྟོད་སྤྱི་འཐུས་བཅུ། དབུས་གཙང་གི་ལྷ་རྒྱ་རི་གནམ་ལྕགས་སྒྲོལ་དཀར། བྱང་ཨ་རིའི་བསྟན་འཛིན་འཇིགས་མེད་བཅས་སྤྱི་འཐུས་ཚོགས་ཁང་དུ་ཁྲིམས་དང་སྒྲིག་གཞི་ལམ་ལུགས་གང་ལ་ཡང་བརྟེན་རིགས་ཀྱི ྋགོང་ས་ཞེས་པའི་སྐུ་བ་དང་བཅའ་ཁྲིམས་འོས་བསྡུ་ལ་དམ་འབུལ་ཞུས་པ་ཡིན་གསུངས་ནས་གསར་འགོད་པ་ལ་བཤད་པ་དང།

བཅའ་ཁྲིམས་ནི་དེ་ལ་དམ་བཅའ་ཕུལ་བ་ཡིན། དམ་བཅའ་ཕུལ་ཆོག་པར་གནང་རོགས་ཞེས་གནས་ཆང་ཞུས་ཡོད་པས་གནས་ཆང་བཙལ་བ་དེ་མ་ཞུ་བར་ཆད། ཁོ་ཚོས་གི་དགོན་གནས་དྲངས་ནས་རང་སྣང་གང་དྲན་བྱས་ནས་ཀྱི་ཨང་ཁོ་ཚོས་གི་དེ་འདྲས་དམ་བཅའ་ཕུལ་སྟངས་དེ་དུག་ཟེར་རེད། ད་དེ་ཞུ་ལ། ཆུ་ཚོད་བཅུ་བའི་ཐོག་ལ་བོད་མི་མང་སྤྱི་འཐུས་ཚོགས་ཁང་དུ་བར་བཀག་གི་ཚོགས་གཙོ་ཟླ་བ་ཚེ་རིང་ལགས་ཀྱི་དྲུང་དུ་སྐབས་བཅུ་བདུན་པའི་དེབ་སྟོན་སྤྱི་འཐུས་བརྒྱད། དབུས་གཙང་སྤྱི་འཐུས་བརྒྱད་དང། བུད་མེད་ཀྱི་སྤྱི་འཐུས་བཅུ། ཡུ་རོབ་ཀྱི་སྤྱི་འཐུས་གཉིས། བྱང་ཨ་རིའི་སྤྱི་འཐུས་གཅིག་བཅས་ནས་དམ་འབུལ་ཞུས་པའི་རྗེས་ལ། སྤྱི་འཐུས་ཚོགས་དྲུང་ལས་ཁུངས་ཀྱི་བག་གྲངས་ཚོགས་གཙོ་གི་གཏམ་བཤད་ཁང་གནང་སྔ་ལྟར། ཚེ་རིང་ཉི་ཤུ་རྩ་གཅིག་གི་མཚན་གཞུང་འོས་བསྡུ་ལས་ཁུངས་ལ་ཕུལ་བ་རེད། འོས་བསྡུ་ལས་ཁུངས་ལ་ཕུལ་ནས། ཁྲིམས་ཞིབ་པའི་མདུན་ནས་དམ་བཅའ་ཕུལ་བར་བར་བཀག་གི་ཚོགས་གཙོ་ཟླ་བ་ཚེ་རིང་གཙོས་པའི་སྤྱི་འཐུས་ཉི་ཤུ་རྩ་གཉིས་ཀྱིས། བཅའ་ཁྲིམས་དགོངས་དོན་ཉམས་ལེན་ཚུལ་བཞིན་གནང་བ་རེད། དམ་བཅའ་ཐུགས་བརྩེར་ཕུལ་བ་གནང་བ་རེད། དེའི་རྐྱེན་དེ་ཉིན་རྒྱབ་ཆུ་བོ་གཉིས་པའི་གི་ཐོག་ལ། གཉིས་པའི་གི་ཐོག་ལ། བཅའ་ཁྲིམས་དོན་ཚན་བཞི་བཅུ་ཞབས་བཅུ་པའི་དགོངས་དོན་གྱི་འོག་ལ། སྤྱི་འཐུས་ཚོགས་གཙོ་དང་ཚོགས་གཞོན་འོས་བསྡུ་གནང་དགོས་པ་རེད། འོན་ཏེ་འགན་འཛིན་མཆོག་ནས་གང་བཀའ་གནང་ཡོད་རེད་ཟེར་ན་ཤར་སྐྲན་དོན་ཚན་བཞི་བཅུ་ཞབས་བཅུ་པའི་གཞིར་བཟུང་དམ་བཅའ་བུ་རན་གྱིས་དམ་འབུལ་ཞུ་མཁན་སྤྱི་འཐུས་ཉི་ཤུ་རྩ་གཅིག་ལས་བྱུང་མི་འདུག་གསུངས་པ་རེད། སྤྱི་འཐུས་ཉི་ཤུ་རྩ་གཅིག་ལས་བྱུང་མི་འདུག་སྤྱི་འཐུས་གྲོས་ཚོགས། ཚོགས་གཙོ་ཚོགས་གཞོན་འོས་བསྡུ་བྱེད་པ་ལ། བཅའ་ཁྲིམས་དོན་ཚན་བཞི་བཅུ་ཞབས་བཅུ་པའི་དགོངས་དོན། སྤྱི་འཐུས་ཀྱི་རྩ་འབོར་གསུམ་ཆ་གཉིས་དགོས་ཀྱི་ཡོད་རེད། དེ་འདོད་སྤྱི་འཐུས་རྣམས་ཀྱིས་བཅའ་ཁྲིམས་དོན་ཚན་བཞི་བཅུ་ཞབས་པའི་དགོངས་དོན་དང

ཏཱ་རེ་རྒྱལ་གྱི་མངའ་ཁྲི་ཆོས་དུ་གུ་པའི་ཐོག་ལ་ཚོགས་དྲུང་ལས་ཁུངས་ཀྱི་གོ་སྒྲིག་འོག་ད་ལྟ་དེ་རྒྱལ་སྤྱིའི་ཆིག་སྒྲིལ་ཐོག་ཏུ་འོང་ཐག་ད་དེ་ལས་རིམ་གཅིག་རེད། དེ་ནས་གང་ཆགས་ཡོད་རེད་ཟེར་ན། ཨན་ཏན་ཏིང་འགྲེམས་སྟོན་གཅིག་སྒྲིལ་ཞིབ་ཕྱི་ཞབས་ཞུ་གིས་ཕྱི་ལོ་ཉིས་སྟོང་བརྒྱ་པ་ཉི་ཤུ་རྩ་གཅིག་ཟླ་བ་དགུ་པའི་ཏཱ་རེ་བཅུ་བདུན་ཉིན་ཉིན་གསུམ་གྱི་རིང་ལ་ཁོང་ཚོས་ཨ་སྤྱི་སྡེའི་ཚོགས་གཙོ་སོགས་བྱས།

གུག་རྡོ་རྣམས་ལ་གང་ཡོད་པ་དེ་འཕྲུལ་གསར་དུ་འདེམས་བྱས། ཨ་ད་གང་དུ་ཁོ་ཚོ་ཇི་སྟེ་མེད་པ་ཆགས་ཡོད་རེད། ད་ཡིན་ན་ད་དེ་འདྲའི་སྤྱི་ཏིའི་ཞིབ་འབྲི་བྱས་ང་ཚང་མི་སེམས་ཀྱི་ནང་ལ་སྤྱི་ཏི་ནི་བུད་ཡོང་བསམ་ནས་ཁོ་ཚོ་སེམས་ཁྲག་ཡོད་རེད་གང་ལྟར་ཨང། ཁོ་ཚོས་གྲོས་བསྡུར་གནང་བའི་དོན་ཚན་བརྒྱད་ཀྱི་ནང་གི་དོན་ཚན་བདུན་པའི་ནང་ལ་གང་གསུངས་ཡག་རེད་ཟེར་ན་གོང་ས་མཆོག་ལ་ཅི་མཚན་སྐུ་བརྙན་ཞིག་འབུལ་ཡས་ཨ་ནི་ཁོ་ཚོས་མི་ཞིབ་བཤེར་ཞབས་ཞུ་གི་དགའ་དགའ་ལས་མང་མོས་བྱས་ཡོད་རེད་ད།

བུད་མེད་སྒྲིག་འཛུགས་དང་བཙན་བྱོལ་སྤྱི་ཚོགས་ལ་འཕྲད་པའི་དཀའ་རྙོག་དེ་སེལ་ཐབས་གཞན་གཏན་ནས་མ་རྙེད་པས། མགོན་པོ་གང་ཉིད་ཀྱིས་ཕྱི་དཀྱིལ་བླང་དོར་བཀའ་སློབ་བསུ་རྒྱུ་ནི་ཅང་མི་གནང་རོགས་གནང་ཞུས་ཡོད་རེད། ད་ཁོང་ཚོས་དེ་ཞུས་པའི་ཚེ་ལ་ཁོ་ཚོས་ཁས་ལེན་གང་ཞུས་ཡོད་རེད་ཟེར་ན། གུས་པ་སྤྱི་མཐུན་མི་མགུ་བ་རྣམས་ནས་ས་ཁོ་ན་ག་འགའ་རེ་བ་མི་འབོད་གནང་ནས། བླང་དོར་བཀའ་སློབ་གང་གནང་བ་ལ་ཡིད་གཉིས་ཐེ་ཚོམ་གང་ཡང་མེད་པར་ཤ་རྒྱུད་ཞུ་རྒྱུ་དམ་བཅའ་སྙིང་བཅངས་གི་པའི་དམ་བཅའ་ཕུལ་གི་ཡོད་ཟུར་ནས་ཁོང་ཚོས་ད་ཁས་ལེན་དེ་ཞུས་ཡོད་རེད། ཁས་ལེན་དེ་ཞུས་མི་ཞུས་ལ་གོང་ས་སྐྱབས་མགོན་ཆེན་པོས་ད་མར་བཀའ་སློབ་གནང་ལ་བཀའ་སློབ་ཆ་ཚང་མར་ཞུ་ཐུབ་ཡ་ཡོད་མ་རེད། གོང་ས་སྐྱབས་མགོན་ཆེན་པོས་བཀའ་སློབ་གནང་ལ་གང་གསུངས་བ་ཟེར་ན། གནད་དོན་དེ་གཞི་རྩར་ཞུ་སྐབས་ཟིན་སྐབས་དར་ལམ་གྱི་རྙོག་འཛིང་དེ་ངོས་ལ་རེ་སྒུག་བྱ་རྒྱུ། ཤ་རྒྱུན་དོན་ཚན་དང་པོའི་ཁྱབ་ཁོངས་སུ་ཡོད་མིན་ཐེ་ཚོམ་རེད་གསུངས་ཡོད་ཡོད་དེ་མི་འདུག་ཐེ་ཚོམ་རེད་རྒྱལ་བ་རིན་པོ་ཆེའི་སྐུ་དབང་ཡོད་མེད་དེ། ག་དེ་ངོས་ནས་ལམ་སྟོན་ཇི་དབང་དུ་བཏང་རུང་ད་སྐུ་མདུན་མ་ལམ་སྟོན་གནང་ང་ཡིན་ན། བཏང་རུང། བཅའ་ཁྲིམས་ཀྱི་རྒྱ་ལ་དགའ་བ་ཞིག་བྱེད་ཐབས་མེད་པའི་དངོས་དེ་རེད་བཅའ་ཁྲིམས་ལ་དགའ་བ་ཞིག་གིས་མ་ལམ་སྟོན་གནང་ཐུབ་ཀྱི་མ་རེད་གསུངས་ཡོད་ད་གང་ལྟར། རེད། ངོས་ཀྱི་བསམ་ཚུལ་འདི་དག་མང་ཚོགས་ལ་ལན་མང་བྱོས་ཟིན་པ་ཡིན་སྲིད། ད་དུང་ངོས་ལ་ལམ་སྟོན་ཁ་གསག་ཞིག་དགོས་བི་ཨ་ནི་ཁྱེད་རང་ཚོས་རེ་འདུན་ཞིག་ཡོད་ན། གཤམ་གསལ་དོན་ཚན་དང་པོ་དེ། གྲོས་ཚོགས་ཀྱི་དབུས་འོས་འདུ་ཁང་གིས་ཁྲིམས་མཐུན་བྱས་ཏེ་ཁུངས་སོ་སོའི་སྤྱི་འཐུས་གསར་བསྒྲགས་ཟིན་པ་ཚང་མ་ལ། བཅའ་ཁྲིམས་ཀྱི་འདོད་དོན་གཞི་གསུམ་དེ་དམ་བཅའ་ཕུལ་དགོས་ཀྱི་རེད་སྲིད། འོ་ད་དེ་སོང་རེད་བཅའ་ཁྲིམས་ནང་གི་རང་ལ་གང་ཡོད་མ་དམ་བཅའ་ཕུལ་དགོས་རེད་སྲིད། བཅའ་ཁྲིམས་ནང་ལ་ཡང་དམ་བཅའ་ཕུལ་ཡ་དེ།

དོན་ཚན་དང་པོ། དགོངས་དོན་གཤགས་བཅོས་བྱ་རྒྱུ་སྤྱི་མེད་བྱུང་དོན་ཚན་དང་པོའི་སྐུ་མདུན་གྱི་བཀའ་གནང་ད་དམ་པ་བུ་ཡ་དེ་ང་ཚོ་གཤགས་བཅོས་བྱས་ང་ཚོ་སྤྱི་མེད་བྱུང་སོང། ཚོགས་དྲུང་ལས་ཁུངས་ལ་ལས་དོན་དུས་འགོད་ལྟར་ལས་བྱ་བྱེད་ཅིག་བྱེད་ཚེ་བཀའ་ཡང་གནང་ཆ་ཚ་ར་ཡིན། གནད་དོན་འདི་ཐག་གཅོད་གཙང་མ་ཟིན་པ་ལ་བརྟེན་ནས་གསུངས་ཡོད་རེད་ད་ཁོང་ཚོས་སླད་ཕྱིན་རྒྱ་ཆེ་མི་མང་གི་ངོས་ནས་དེ་ལུགས་ངོས་འཛིན་གྱིས་མ་འོངས་པའི་སྤྱིའི་རྩ་དོན་མྱུར་བར་སྣང་ཁུངས་དང་རྡོག་ཁྲ་གཅིག་སྒྲིལ་ས་གྲགས་སུ། སྐབས་བཅུ་བདུན་པའི་སྤྱི་འཐུས་འོས་བསྡུ་པ་བཞི་བཅུ་ཞེ་ལྔ་ཐུན་མོང་གིས། ཕྱི་ལོ་སྐུ་སྟོང་ཉིས་བརྒྱ་རྒྱ་མི་ཉི་ཤུ་རྩ་གཅིག་དར་བ་དུས་བཅུ་པའི་ཚེས་བཅུ་ལ། ཨོ་ད་ཁོ་ཚོས་ཁས་ལེན་གཙང་མ་ཞུས་ནས། ཨོ་ད་དེ་ཡིན་ཐག་ཆོད་ཟིན་པ་ཅིག་རེད། ད་དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོར་ཕྱུག་པོའི་བཀའ་སློབ་བཀའ་དྲིན་ལ་བརྟེན་ནས་འོས་བསྡུའི་སྤྱི་འཐུས་བཞི་བཅུ་ཞབས་ཕྱི

ངས་ལྷག་བསམ་རྣམ་དག་གི་བསམ་ཚུལ་ཞུ་གི་ཡིན། ལྷན་རྒྱས་ལོ་མང་པོའི་རིང་ལ་ནང་ཆོས། ལྟ་སྒོམ་སྤྱོད་གསུམ་ལ་སོགས་པའི་ཆོས་ལ་སློབ་སྦྱོང་མང་པོ་ཅིག་གནང་བྱས། ལྷན་རྒྱས་ཀྱི་མིང་ལ་དགེ་བཤེས། དགེ་བཤེས་ལྷ་རམས་པ། སློབ་དཔོན། ཞེས་རེད་མིང་ཐོབ་ཡོད་རེད། ང་ཡི་བསམ་པ་ལ། ཁྱེད་རང་རྣམས་ཀྱི་སྤྱི་འཐུས་གྲོས་ཚོགས་ནང་ལ་ཡང། ཕེབས་བྱས་གྲོས་ཚོགས་ཀྱི་མི་སྐྱ་དེ་བཞི་དང་ལ་བཟང་ཕྱོགས་ཀྱི་ལམ་ལམ་སྟོན་གནང་ནས་གྲོས་ཚོགས་དེ་བཟང་ཕྱོགས་དང་ལྡན་པ། མང་གཙོའི་གཞུང་ཡང་དག་པ་ཅིག་ཆགས་ཀྱི་བསམ་ཚུལ་དེ་བཞེས་གནང་པས་གྲོས་ཚོགས་ནང་གི་ལ་ལུས་ཀྱི་རྣམ་འགྱུར་ངན་པ་བཞག་ནས་ཚིག་རྩུབ་སྤྱོད་ངན་གང་གང་དག་གང་དྲག་གོང་ས་སྐྱབས་མགོན་ཆེན་པོ་ཞུ་བའི་ཐུགས་རེ་གནང་གི་གེ་སེལ་བཅུ་གྱི་བྱ་སྤྱོད་རྐྱང་པ་འདི་དག་གང་ཡིན་ནམ་བསམ་ནས

ང་ཚོའི་སྐལ་བ་གསུམ་གས་ཆག་ཕྱིན་ད་ང་ཚོའི་སྐལ་བ་གཅིག་མེད་པ་ཆགས་འགྲོ་གི་ཡོད་རེད། དེ་ཡི་འགན་དེ་སྐབས་བཅུ་པའི་སྤྱི་འཐུས་རྣམས་ལ་རྣམས་ཀྱིས་འཁྱེར་དགོས་ཀྱི་རེད། བཙན་བྱོལ་ནང་གི་ཆོལ་གསུམ་བོད་མི་རྣམས་ལ་དཀའ་ངལ་མ་བཟོ་རོགས་གནང་ཟེར་ངེས་ལགས་གཉིས་ཐང་མོ་བྱས་ནས་ད་ལྕེ་མདའ་ལ་ཡག་པོ་གནང་རོགས་གནང་ཟེར་ངེས་དེ་ཞུ་གི་ཡོད། ད་ལྟ་ངས་དེ་གཅིག་ཞུ་ཞུ་བྱ་གི་ཡིན་ཨ་ཞུ་ལ་དུས་ཚོད་ཞུ་ན་ཡང་དུས་ཚོད་ཞུ་ཞོག་གནང་རོགས་གནང་ཞུ་ཡ་ཡིན།

ས་ཆ་བསྲི་ས་གང་ཡོད་ལ་ལམ་སྣ་སུ་གཏོང་ང་གནང་ཡོད་རེད་དང་པོ། དེ་ནས་མཚོ་ཁུལ་རྣལ་མ་ས་གདན་ཡོངས་བྱེད་ཀྱི་ཆེད་དུ། གཞིས་ཆགས་མང་པོ་གསར་འཛུགས་ཀྱིས་གཞིས་ཆགས་ལ་གཏོང་ང་གནང་ང་བྱས། གཞོན་སྐྱེས་རྣམས་ལ་ཤེས་ཡོན་སློབ་གྲྭ་བརྒྱ་ཕྲག། འཕྲོད་བསྟེན་སྨན་ཁང་བརྒྱ་ཕྲག། བཟོ་གཞིས་བཟོ་གྲྭ་དང་རྒན་གསོ་ཁང་གསར་འཛུགས། ལྷག་པར་དུ་བོད་མི་རྣམས་ལ། མང་གཙོ་ཡང་དག་པ་ཞིག་གསོལ་རས་གནང་སྟེ། མང་གཙོའི་ཀ་བ་གསུམ་གཞུང་གསར་འཛུགས་ཀྱི་བཅའ་ཁྲིམས་རིན་པོ་ཆེ་གཏན་འབེབས་གསོལ་བ་གནང། གོང་ས་ཆེན་པོའི་སྐྱབས་མགོན་ཆེན་པོའི་བཀའ་དྲིན་དེ་ང་ཚོས་ག་དུས་ཡིན་ན་འཁོར་ཐབས་ཡོད་པ་མ་རེད་མཁྱེན་སོང་ང། མ་ཟད་སྔོན་མ་ཆོས་ལུགས་རྙིང་མ་རེད་ས་སྐྱ་རེད་བཀའ་བརྒྱུད་རེད་དགེ་ལུགས་རེད་བོན་དང་བཅས་པ་སོ་སོ་རང་མོས་ཀྱི་བོད་ལ་ནི་ཆོས་གནང་ནས་ཞུ་བ་ལས། ཆོས་ལུགས་ནང་ཁུལ་མཐུན་ལམ་དེ་ཙམ་ཡོག་མ་རེད། བཙན་བྱོལ་དུ་འབྱོར་བ་དང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཆོས་ལུགས་ཚང་མ་མཐུན་ལམ་ཡག་པོ་བྱུང་བ་རེད། དེ་ཡང་ག་འདྲ་ཚེ་བྱུང་བ་རེད་ཟེར་ན། རྙིང་མ་དང་བཀའ་བརྒྱུད་ས་སྐྱ་དགེ་ལུགས་བཅས་ཀྱི་བླ་ཆེན་མང་པོས་ཞྭ་སྣ་ནས་གོང་ས་མཆོག་གི་གསུང་བརྗོད་ཞོར་གནང་གི་ཡོད་རེད། དེ་བཞིན་རྙིང་མ་དང་ས་སྐྱ་བཀའ་བརྒྱུད་དགེ་ལུགས་བཅས་ཀྱི་བླ་ཆེན་དང་དགེ་བཤེས་མང་པོས་གོང་ས་མཆོག་གི་ཞལ་སྔ་ནས་ཆོས་ལུགས་དབྱེ་མེད་ཀྱི་དབང་ལུང་ཁྲིད་ཚུལ་ཞུས་གནང་མཛད་དེ། བོན་དང་བཅས་པའི་ཆོས་ལུགས་ནང་གི་མཐུན་ལམ་རྡོག་རྩ་གཅིག་སྒྲིལ་གྱི་ཆོས་ལུགས་ཚོགས་ཆེན་ཡང་ཡང་ཚོགས་གནང་གི་ཡོད་རེད། དེ་ཚང་མ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་བྱུང་བ་རེད་བཤད་སོང་ང། བཟང་པོ་གླིང་གི་ནང་ལ་བོད་པ་ཟེར་དུས་གང་དུ། གཞན་དང་མི་འདྲ་བ། བཟང་སྤྱོད་ཡག་པོ་ཡོད་པ། བསྔགས་བརྗོད་གནང་གི་ཡོད་རེད། ད་ག་རེ་ཆགས་ཀྱི་འདུག་བ། ང་ཚོའི་རེ་བ་བཅོལ་ས། སྐབས་བཅུ་བདུན་པའི། སྤྱི་འཐུས་འགའ་ཤས་ཀྱི། སྤྱོད་ངན་མཐོང་དུས། ད་ང་ཚོའི་སྤྱི་ཚོགས་དེ་ག་འདྲ་ཆགས་ཡོང་བསམ་ནས་སེམས་ཁྲལ་ཡོང་གི་འདུག། ད་ང་ཚོ་ཚང་མས་གོང་ས་ཆེན་སྐྱབས་མགོན་ཆེན་པོའི་བཀའ་དྲིན་བསམ་ཤེས་ཀྱི་ཐོག་ནས་ཞབས་འདྲེན་རུ་མ་བསྒྲགས